ད་དེ་རིང་ད་ཐ་མ་གེ་བ་བཅུ་ནང་ནས་ཤོད་ཤོ། དེ་ཡི་ལོག་ལྟ་སྤོང་བ་ཟེར་གི་འདི་ཡིན་ད་དེ་ལོག་ལྟ་སྤོང་བ་ཟེར་གི་འདི་གལ་ཆེན་པོ་དང་གལ་ཆེན་པོ་འཇུག་ཡིན། ཡིན་པའི་རྒྱུ་མཚན་ཅི་ན་ཟེར་བྱུང་ལགས། ལྟ་བ་ལོག་སོང་ན་དེ་ནི་ལྟ་བ་ལོག་པ་ཟེར་ནས་ལྟ་བ་ནོར། འོ་ལྟ་བ། ཕྱིན་ཅི་ལོག་ཏུ་སོང། ཟེར་བྱུང་ལ། ལྟ་བ་ནོར་བྱུང་ལ་དེ་ནི་ལྟ་བའི་སྟེང་ནས་སྤྱོད་པའང་ནོར་མཁན་ཡིན། སྤྱོད་པ་ནོར་བ་ཟེར་བྱུང་ལ་དེ་ནི་འོད་དེའི་སྟེང་ལ་གོམས་ཉམས་ལེན་གྱི་དང་ལས་ཀ་བྱེད་དང་ཆོས་ཀྱི་ལས་ཀ་ཅི་བྱེད་ན་ཡང་འདྲ་འཇིག་རྟེན་གྱི་ལས་ཀ་ཅིག་བྱེད་ན་ཡང་འདྲ་གང་ལྟར་སྟོད་ལས་ནོར་མཁན་ཡིན། འོད་དེ་ནོར་བ་ཟེར་བྱུང་ལ་འོད་དེ་ནོར་ནོར་ལ་བརྟེན་ནས་དེ་ནི་འབྲས་བུ། ད་སངས་རྒྱས་ཀྱི་གོ་འཕང་ཟེར་ན་མི་འདུག། དེ་ནས་ཅིག། འཁོར་བ་ལས་ཐར་བྱེད། དེ་ནས་ཅིག་བདེ་བ་ཅན་གྱི་ཞིང་ཁམས་ཟངས་མདོག་དཔལ་རིས་དང་དག་པའི་ཞིང་ཁམས་ལ་སོགས་པ། འོ་དེ་འདྲས་ཀྱི་འབྲས་བུ་བཟང་པོ་ལའོ། དེ་ནི། དེའི་རྩ་ནི་ཐོབ་མི་ཐོབ་པ་ཡིན་ཅི་ན་སོ་སོའི་ལམ་གྱི། ལྟ་ས་ཀྱི་ལྟ་བ་དེ་ནོར་བ་ཟེར་བྱུང་ལ། ཅིག། དེ་ནི་ཅིག། ལྟ་བ་ནོར་བ་ཟེར་བ་དེའི་སྟེང་ནས་དེ་ནི་སྟོད་ལྭའི། ནོར་བགྲང་ཡིན། དེ་འོ་དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས། དེ་ནི་ཅིག། ལྟ་བ་ཕྱིན་ཅི་ལོག་པ་ཟེར་མཁན་དེ་དེ་ནི་ཅིག། སྤོང་དགོས་ཅི། དེ་སྤོང་དགོས་པར་བྱེད་པ་ལ་གལ་ཆེ་ལ་དང་ཞོ། དེ་ནི་ཅིག། ལྟ་བ་ལོག་པ་ཟེར་མཁན་དེ་ཇི་ནི་ཡིན་ན། ཕྱིན་ཅི་ལོག་པའི་ལྟ་བ་ཟེར་མཁན་དེ་ཅི་ཡིན་ན་འདི་ཤེས་དགོས་ཅི་དེ་གལ་ཆེན་པོ་དང་གལ་གནད་ཆེན་པོ་འཇུག་ཡིན། དེ་ནི་ད་འདི་འོ་དེ་དང་འབྲེལ་གྱི་ནི་ཅིག་ལོས་རྒྱུ་ཡིན་ཟེར་ན་མི་འདུག་གསུང།

མི་ཡིན་ཤས་ཆེན་པོ་གྱིས་མཁན་གྱི་མི་གཅིག་ཡིན་ལ། ཡིན་ནའང་ཁོ་གིས་ལྡང་ཞོར་ལ་ཆོས་བྱེད་དག་བླང་བ་གཅིག་གི་མདུན་ནས་ཆོས་ཞུས་ཆོས་བྱས་བཞིན་ནི་བླང་བ་འདི་གིས་ཆོས་ལག་མ་སྟོན་ལམ་ལག་མ་སྟོན་ལམ་ཕྱིན་ཅི་ལོག་པ་ལྟ་བ་ལོག་པ་ཅིག་སྟོན་ལྟ་ལམ་རྨེའུ་ལམ་ཡང་དག་པ་མ་ཡིན་པ་ལྟ་བ་ལོག་པ་ཅིག་སྟོན་ལྟ་བ་ལོག་པ་ཅི་སྟོན་འདོད་ན་ཟེར་བྱུང་ལ། དེ་ནི་ཡུལ་དེའི་ཇག་པ་དེ་ལ་ལྡང་ཞོར་ལ་བླང་བ་འདི་ག་དེ་ཁྱོད་རང་གིས་མི། སྟོང་ཅིག། གསོད་ནུས། གསོད་ནུས་པ་ཟེར་བྱུང་ལ། དེ་ནི་འོས་ཏེ། ཁྱོད་རང་ལ་དེ་ནི་ཅིག་རྫུ་འཕྲུལ། ནུས་པ། དེ་ནི་མཆོག་དང་ཐུན་མོང་གི་དངོས་གྲུབ་ཟེར་ན་མི་འདུག་དེ་ནི་ནུས་པ། དེ་ནི་ཅིག་ཆོས་སྐུ་ཅིག་ཁྱོད་རང་ཐོབ་ཀྱི་ཡིན། གནས་ཀྱི་ནི། ཁོ་ལ་བླ་འོང་ག་དེ་འོ་ད་ནས་གནས་པ་སོ་སོ་ཁོ་ཡང་དེ་ནི་བླ་འོང་དེ་ལ་ཡིད་ཆེས་བྱེད། རྩ་ཆེན་པོ་རྩིས། བཀའ་འདི་ཁོ་རང། དད་པ་དང་ཡིད་ཆེས་ངོ་ཐོག་གི་སྒོ་ནས་རྩིས་བཞིན་ནི། དེ་ནི་གུས་འདུད་བླ་འོང་གི་སྤྱི་ནས་གནས་སྦྱོང་བྱེད་བཞིན་ནི།

དེ་ནི་ཐག་རིང་བགྲོད་ཕན་ཅི་ནག་ཟིན་ཁོ་ཇག་བག་གིས་མི་གསོད་མཁན་མང་པོ་བྱུང། ད་མ་ད་ཁོ་མི་གསོད་བཞིན་ནི། ད་མི་ཧ་ལམ་ད་གཅིག་སྟོང་ཚང་ལ་མི་དགུ་བརྒྱ་དགུ་བཅུ། སྒོར་དགུ། ད་ཅི་ག་ཅིག་མ་ཚང་བ་ར་མ་ཚང་གི་ད་མི་སྟོད་ལས་བགྲོད་ཧ་གོ་བཞིན་ད་ཁོ་གི་མི་གསོད་རྒྱུ་འདུག་ཟིན་ཧ་གོས་བཞིན་ནི། ད་སྲིད་ཁོ་ལ་ཧ་ལམ་མི་མང་འཇོག་རེད་ན། ད་ཐ་མ་འདི་ལ་ཁོ་རའི་བསམ་བློ་ལ་ཁོ་རའི་ཨ་དབང་གད་མོ་བྱེད་བ་ར་མེད་ཁོ་རང་གི་ཨ་དབང་བྱེད་བ་ར་མེད་དེ་ད་འོ་དི་དི། ཚོ་གཅིག་བྱུང་ལ། དེ་ནི་ཁོ་མི་གཅིག་སྟོང་ཟེར་ཟེར་གྱིས་ཚང་ངེས་ཡིན་བྱུང། ད་ཁོས་བསམ་བློ་ལ་འོ་དི་ཚོ་གཅིག་བཙགས་ལ་དེང་ཁོ་རེ་འོ་དི་ཆོག་ལ་ཕན་པའི་ནང་མི་འདེད་ད། འགྲོ་ཨ་དགའ་འདི། དེ་ནི། སངས་རྒྱས་བཅོམ་ལྡན་འདས། ཨ་ད། ཕྱིན་ནས་ཁོ་ལ་དེ་ནི་ཐུག་དུག་ཡིན་ད་རྐང་ཚུགས་ད་སངས་རྒྱས་བཅོམ་ལྡན་འདས་དགའ་འདི་ད་ཁུ་དུས། རྡུལ་གཅིག་གི་དུས་ལ་བབ་འོན་པ་མཁྱེན་གྱིས་ནི་དེ་ནི་སངས་རྒྱས་བཅོམ་ལྡན་འདས་དང་མཉམ་འགྲོ་ལ། དེ་ནི་ཐུག་དུག་ཡིན་ཐུག་དགའ་དེ་ཡང་སངས་རྒྱས་བཅོམ་ལྡན་འདས་དང་ལ་དང་ལ་ཕོ་རྒྱོ་ར་མི་འདེད། ཁོ་ཤུ་ལ་ཤུ་ལ་ད་ཁོ་རང་ཨ་བ་སོ་བཞི་ཟིན་ན་འགྲོ་བ་ག་དེ་དེ་ནི་སངས་རྒྱས་བཅོམ་ལྡན་འདས་ད་མི་གཅིག་པུ་འགྲོ་བ་མཐོང། མཐོང་པ་སུ་ད་ཁོ་ཙམ་སོ་བཞི་ཟིན་ནས་བྱས་ཀྱི་ནི་རྒྱུ་འཕེན་གྱི་ནི་སངས་རྒྱས་ཀྱི་བྱས་ཉག་གི་ནི་ཕིམ་བདག་བྱོ་འང་དེ་ནི་སངས་རྒྱས་བཅོམ་ལྡན་འདས་ས་ནི་མ་ཐེའུ་མ་ཐོའུ་ག་མ་འཇིག་བྱས་མ་ནོན། དེ་ནི་ཁོ་ཐང་ཐ་མ་ལ་འུ་ཐུག་གྱི་ནི་ཧོ་དེ་ནི་ཧར་ཁྱབ་ཀྱི་ནི་ཁྱོད་གཅིག་གུ་ཟིན་ན་ཨ་ཅིག་གུ་དོ་ཟེ་ནས་ནས་རྣམས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་ང་སྔར་དང་ཐང་ནས་ཟིན་ང་དང་ཐང་ནས་ང་གུ་གུ་ལའོ་མི་སུ་གཅིག་ངས་བྱས་མི་ནོན་འདུག་ང་ནི། དང་པོ་ནི་གོ་དགུ་ལ་དེའོ། ཡིན་ན་མི་འདུག་བཟང་ངེས་ཀྱི་བྱས་མི་ནོན་འདུག་གནས་ནས་བྱ་བ་དག་གིས་གནས་ནས་འོང་ཅིང་གང་དག་དག་མདོར་ན་དེ་ནི་ཤུ་ལ་ཁོ་ཐུག་ཅིང་ནི་ཐུག་ཅིང་ནི། དེ་ནི་ཁུ་ག་ཁོ་ལ་གནས་ཅིང་ནི་ཨེ་ནི་ཁུ་གས་སངས་རྒྱས་བཅོམ་ལྡན་ལ་ཅི་བྱུང་ངས་སམ་ད་ཁྱོད་ང་ལ་བགྱི་རིན་མེད་དེ་སེམས་ནས་ནི་ར་མི་དེ་སངས་རྒྱས་བཅོམ་ལྡན་ང་སུ་ཞིག་ལ་བགྱི་རིན་མེད་འདུག་ཁྱོད་ལ་བགྱི་རུང་ཡོང་དགོས་ཀྱི་ཅི་ན་ཟེར་དུས་ན་ང། མི་དོ་ལི་སོ་རྒྱོ་ང་མི་དགུ་མི་བཅུ་སྟོང་ཐམ་པ་སོ་གོས་རྒྱོ། དེ་ནི་སྲེད་པ་སོར་རྒྱོ་ཞེས་ནས་དེ་ནི་ང་ལ་ཨ་ནི་ཅི་ཞིག་ད་སངས་རྒྱས་ཟེར་ན་མི་འདུག་ཁོ་ཅི་ནི།

དེ་ནས་མཐའ་མ་གང་ལྟར་དེ་ནས་ད་རྒྱ་གར་གྱི་སྐད་ལ་ཨོང་གུ་ལི་མཱལ་ཟེར་མཁན་དང་དགུན་གྲགས་ཟིན་ད་སྟོབས་ཆེན་པོ་སྐད་གྲགས་ཆེན་པོ་རྗོད་བཞིན་འཇགས་མ་རོགས་འདི་དེ་དེ་ནས་གང་ལྟར་སངས་རྒྱས་བཅོམ་ལྡན་འདས་དང་མཐའ་མ་འཇགས་རྗེས་ནས་སངས་རྒྱས་བཅོམ་ལྡན་འདས་ཁོ་ལ་ཆོས་གསུངས། ཆོས་གསུངས་སངས་འདི་སངས་རྒྱས་ཀྱིས་གསུངས་བ་ཙམ་མ་ཡིན་པས་ནི་ཁོ་རང་གིའང་བརྟག་དཔྱད་བཏང། དེ་ནས་གཞི་ནས་ཁོ་ལྟ་བ་ལའོ་ཡང་དག་པ་ཅིག་ར་འཕྲོད་ཧ་གོ་བཞིན་ནི། དེང་ཁོས་སངས་རྒྱས་བཅོམ་ལྡན་འདས་ཀྱི། མདུན་ལ་དགེ་སློང་བསྒྲུབ། དགེ་སློང་བསྒྲུབ་པ་ཙམ་གྱིས་མ་ཡིན་པར་དགེ་སློང་ཡང་དག་པ་ན་ཧུན་དུ་གྱིས་དེ་ནི་གཅིག། དགེ་སློང་ལའོ། བྱེད་ཅིང་ཐ་མ་དེ་ནི་ཁོ་དགྲ་བཅོམ་པའི་གོ་བའམ་ཐོབ་སྒྲུབ་ཀྱི་ལོ་རྒྱུས་ཡོང་ཅིང། ད་ང་ད་ལྟའི་ཨུ་ཏི་ཀི་ཏཱ་ལའི་གསུང་ད་ལྟའི་སོར་མོའི་ཕྲེང་བ་ཅན་ཟེར་མཁན་གྱི། དེ་ནི་གསུང་ཟེར་ན་ལོ་རྒྱུས་བཤད་དགོས་པའི་རྒྱུ་མཚན་ཅི་ན་ཟེར་བྱུང་ལ། ལྟ་བ་འདི་ལའོ་གོ་བཞིན་ཡིན་ཟེར་ལྟ་བ་ཟེར་མཁན་དེ། ལའོ། བྱུང་བ་གསར་བྱོན་ལྟ་བ་དེ་ཡི་སྟེང་ནས་སྒོམ་ཉམས་ལེན་ལས་ཀ་ཇི་ནས་བྱས་ན་ལའོ་འགྲོ་བ་ཡིན། འོ་དེ་ལའོ་ལ་བྱུང་བ་ཟེར་ན་འོ་ལས་ལ་བརྟེན་ནས་དེ་ནི་འབྲས་བུ་མཐར་ཐུག་གི་ཐོབ་ས་ཀྱི་འབྲས་བུ་དེ་ད་ཅིག་གི་ཚེ་འདི་ལས་གནས་སྐབས་ཚེ་འདི་ལས་ཡིན་ན་ཡང་འདྲ་མཐར་ཐུག་གི་ཚེ་ཕྱི་མ་ཅིག་གི་ད་ཅིག་ནི་ཅིག་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ན་ཡང་འདྲ་ཡང་ན་ཅིག་གི་ལྷ་དང་མིས་ཅིག་བསྟེན་ལུས་རྟེན་བཟང་པོ་ཅིག་ཐོབ་པར་བྱེད་པ་ཡིན་ན་གང་ལྟར་དྭངས་ཤོས་ཀྱི་ལྟ་བ་དེ། མ་འཁྲུལ་པ་ཡང་དག་པ་བཅུ་གོ་བཞི་ནི་གལ་ཆེན་པོ་ཡིན་མི་སྲིད་པའི་རྒྱུ་མཚན་བ་དན་ལྟ་བ་འདི་ལོག་པ་ཟེར་ཀྱང་ལ་ལྟ་ལོག་ཟེར་ན་ལོག་པ་ཟེར་ནས་དེ་ནི་ཅིག་ལྟ་ཅིག་གོམས་པ། འབྲས་བུ་དཔྱོད་པ་ལྟོས་ལས་ནོར་གྱི་ཡིན། ཐིམ་པའི་རྒྱུ་མཚན་གྱིས་དེ་ནི་ས་དང་འཛམ་བུ་གླིང་གོ་ལ་གཅིག་གྱུར་འདི་ཡི་ནང་ལ་མི། རོབ་རྩེད་ཀྱི་རྩེད་ག་གཞི་ལ་མི། དུང་འགྱུར་བདུན་ཅུ་ཐམ་པ་འོང་ཅིང་འདང་རྒྱག་གི་དུས་ཚོད་ལ་མི་དུང་འགྱུར་བདུན་ཅུ་ཐམ་པའི་ནང་ལ། ཐམས་ཅད་ཀྱི་ལྟ་བ་དེ་ལའོ་ཡིན་པས་ངེས་པ་མེད་མཁན་ནི་ལྟ་བ་ལོག་པ་མང་པོའང་ཞིག་ལས་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐབས་ལ་ཡང་ཕྱི་རོལ་མུ་སྟེགས་པའི་ལྟ་བ་ལོག་པ། ལྟ་ལོག་སུམ་བརྒྱ་དྲུག་ཅུ་ལ་སོགས་པ་མང་པོ་ཅིག་བྱུང་བྱང་ཡིན། དེ་ནི་འོད་དེ་ནང་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ལྟ་བ་དེ་རིགས་པས་དཔྱད་པ་དང་ལ་སྟོང་རྒྱུ་འོ་རྒན་དེ་ནི་ཅིག། དེ་ནི་འོད་སློབ་སྦྱོང་གི་རྒྱུ་འོ་རྒན་དེ་ནི་འོད་དེ་གིས་རིམ་པས་རྒྱུ་འོ་རྒན་དེ་ནི་ཅིག། འབྲས་བུ་དེའང་ཐར་པ་དང་ཐམས་ཅད་ཀྱི་ངོ་ཐོབ་རྒྱུ་འོ་རྒན་རྒྱུ་བྱུང་བྱང་ཡིན་གཏན་དཔེའི་རྒྱུ་མཚན་གྱི་ལྟ་བ་དེ་མ་ནོར་བའི་གོ་སྐལ་ཆེན་པོ་འབྱུང་དགོས་ཅིང་བསམ་པ་དེ་འོ་དེ་རྩ་ལ་ད་ལྟ་བ་མི་ནོར་བའི་ཆེད་དུ་དེ་ནི་སློབ་སྦྱོང་གི་དགོས་ཅིང་དེ་ནི་སངས་རྒྱས་ཀྱིས་གསུངས་པའི་བཀའ་དེ་ནི་མདོ་སྔགས་དེ་ནི་བསྟན་བཅོས་དེ་ནི་ཅི་བཀའ་དེ་ནི་སློབ་སྦྱོང་བྱེད་ཅིང་ནི་དེ་ནི་བཞིན་སློབ་སྦྱོང་བྱེད་ནི་བྱེད་པ་ཙམ་མ་ཡིན་པ་འོ་དེ་བཏང་ལ་དེ་ནི་འོ་རེ་གི་ཀླད་པ་གི་རིག་པ་གི་རྟགས་ཅི་བཏང་ནི་འདི་ལའོ་ཡིན་ནོ་སྨོས་ནས་བསམ་བློ་བཏང་དཔྱད་པ་བྱས། མཐར་ཐུག་འོ་ད་འདི་མ་གཏོགས་ལ་འི་ན་འདུག་བསམ་པའི་སོ་སོ་བསམ་པ་ལ་ཐག་ཆོད་བྱེད་པ་ཟེར་བྱུང། དེ་ནི་འོ་དེ་སྟེང་ནས་གོམས་ཁྱབ་ཉམས་ལེན་བྱེད་པ་ཟེར་དེ་གཞི་ནས་གཞི་ནས་ནི་ཅིག་རྫོགས་པའི་སངས་རྒྱས་གོ་བ་ཟེར་ན་མི་འདུག་འབྲས་བུ་ཐོབ་མཁན་དེ་འོ་ད་ཡིན། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི་སློབ་སྦྱོང་གལ་ཆེ་འདི་གལ་ཆེན་པོ་ཡིན་དཔེ་ཆ་དེ་གལ་ཆེན་པོ་ཡིན། ཅིག། ལྟ་དགོས་དེ་ཅིག་སློབ་སྦྱོང་གལ་ཆེ་འདི་གལ་ཆེན་པོའི་རྒྱུ་མཚན་ཅི་ན་ཟེར་ལྟ་བུའི་རིག་པ་དེ་བློ་རྒྱས་རྒྱ་ཆེན་པོ་སོང་ཐོས་རྒྱ་མཐོང་རྒྱ་འདིས་བསམ་པ་རྒྱ་ཆེན་པོ་ཡོད་པའི་སྒོ་ནས་དཔྱད་པ་བཏང་པ་ཟེར་བྱུང་དེ་ནི་དེས་མི་ནོར་བ་དང་ཡིད་ཆེས་བ་དང་ལམ་ངེས་པ་བྱུང་ངོ་ཡིན་མདོག་འོ་དེ་ཡིན་པའི་རྒྱུ་མཚན་གྱིས་དེ་ནི་ཡིན་ཅིག་སློབ་སྦྱོང་བགྱིད་དགོས་ཀྱི་ཡིན་ཟེར་བ་དེ་ཡིན། དེ་ནི་ད་མདོར་ན་ལྟ་བ་ལོག་པ་ཟེར་ནས་དེ་ད་ལྟ་བ་འདི་ལོག་པ་ཅིག་ད་ཡང་དག་པ་མ་ཡིན་པ་ལོག་སོང་ན་དེ་ཅི་གིས་བྱས་ན་ཟེར་ལྟ་བ་ལོག་པ་སོང་པ་ཟེར་བྱུང་ལ་དེ་ནི་ནི་ཅིག་གིས་མདོར་ན་ཚེ་སྔ་ཕྱི་ལ་ཡིད་ཆེས་མེད་པ་འགྲོ་བ་ཡིན་ད་ཚེ་སྔ་ཚེ་ཟེར་ནས་མེད་རག་འདུག། མི་འདུག། མིག་གིས་ནི་མི་མཐོང་འདུག། ཨ། ལག་པས་ནི་མཐོང་གྱིན་མི་འདུག། དེ་ནི་ཅིག་དབུས། བསམ་བློར་ནི་གཏོང་གིན་མེད། མིག་གིས་མཐོང་གྱིན་མེད། དེ་འོ་དེ་པ་དབུས་ཡིན་མི་བྱེད་ཅོང་ལ་མེད་འདུག་འོ་དེ་ཅོང་འོ་དེ་དང་ལས་རྒྱུ་འབྲས་མེད། ཚེ་སྔ་ཅི་ཡང་མི་འདུག་བསམ་པའི་མགོ་ནས། དེ་ནི་ཅིག། ཅིག་གི་ལས་འདུག་རིགས་ངན་མཛད་དེ་ནི་མི་བཟད། རྟག་ཏུ་རྐུ་མ་རྒྱབ་ཇག་པ་རྒྱབ་བརྫུན་ནས་འོ་དེ་ལྟོས་ལེ། དེ་ནི་ཅིག་ལྟ་བ་ལོག་པ་བཟོ་བའི་ལྟ་བ་དེ་ཕྱིན་ཅི་ལོག་པའི་དབུལ་སྒྲ་གསུམ་པོ་རྒྱུ་མཚན་ལ་ཡང་འཇུག་ངེས་ཡིན། ཨོ་དེ། མདོར་ཐོས་ན། ལྟ་བ་དེ་ཡང་དག་པ་འོང་དགོས་ཀྱི་ལ། རང་གི་བསམ་བློ་མང་པོ་གཏོང་དགོས་ཀྱི། རང་གི་རྣམ་འཇོག་གི་མང་ཅིག་ཉན་དགོས་ཀྱི། མིག་གི་མང་པོ་ཅིག་ལྟ་དགོས་ཀྱི། དེ་ནི། གཞི་ནས་དེ་ནི་བསམ་བློ་གི་སྟངས་ཀྱིས་ནི་དེ་ནི་འདི་ལའོ་ཡིན་ན་མི་ནི་རང་གི་སྤྱད་པའི་ཐག་རང་གིས་བཅད་དགོས་ཀྱི་ཡིན་མ་གཏོགས་ཡང་ཐམས་ཅད་མི་ཡི་ཕ་ལ་བཅོལ་གྱི་ནི་མི་ལ་ཕ་ཐག་བཅད་རེ་བ་བགྱིས་ཏེ།

ད་མདོར་ན། བྱེས་ཀྱི་ནང་པ་སངས་རྒྱས་པའི་ནང་ལ་ལྟ་བ་དེ་ཡང་གོ་རིམ་མང་པོ་འོང་གྱི་ཡིན་ད་ང་རང་ཚོ་ད་ལྟ་བ་རྒྱ་ཆེན་པོ་བཤད་དགོས་ཀྱི་མ་རེད། འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར་མཁན་དང་འཇིག་རྟེན་མི་རྒྱ་དེ་ཚོ་གི་ཡང་དག་པའི་ལྟ་བ་དེ་གོས་གཅིག་ཅིག་ན་ཟེར་ཀྱང་ལུས་ཀྱི་ལས་མ་ནོར་བ། ངག་གི་ལས་ཀ་མ་ནོར་བ་ཡིད་ཀྱི་བསམ་བློ་གཏོང་ཕྱོགས་མ་ནོར་བའི་སྒོ་ནས་ད་གང་ལྟར་དགེ་བ་བཅུ་ཡི་ཚུལ་ཁྲིམས་ཟེར་མཁན་དེ། ཞེས་པ་སོགས་ནི་ཡང་དག་པའི་ལྟ་བ་ཟེར་ཡང་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་འོད་དེ་ཡིན། འཇིག་རྟེན་པའི་ཡང་དག་པའི་རྩ་བ་ཟེར་མཁན་དེས་དེ་ནི་ལུས་ངག་ཡིད་གསུམ་གྱི་བསམ་བློ་གཏོང་ཕྱོགས་དང་ལས་ཀ་བྱེད་སྟངས་དུ་ནོར་བ་ཟེར་བྱུང་ལ་དེ་ནི་འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་ངེས་ཡིན་ལྟ་བ་ཕྱིན་ཅི་ལོག་ཏུ་འགྱུར་སོང་ཙང་ཡིན། འཇིག་རྟེན་པའི་ལྟ་བ་ཕྱིན་ཅི་ལོག་སོང་ན་དེ་ནི་ཅི་ཡོང་ཅི་ན་ཟེར་མིན། ལུས་ངག་ཡིད་གསུམ་གྱི་ལྟ་བ་ལའོ་མེད་ར་གལ་བ་བཅུའི་ཚུལ་ཁྲིམས་དང་མི་ལྡན་མཁན་བསམ་བློ་མེད་མཁན་དེ་གིས་གཅིག་བྱུང་སོང་ན། ཅི་ཡོང་ཅི་གནང་ཟེར་ན། རང་སོ་སོ་ད་ད་ཁོ་ཅིག། ལམ་རྨེའུ་ལ་སོང་པ་ཡིན་པ་ད་ཤེས་བྱས་དེ་ཡི་སྟེང་ལ། རང་དང་འབྲེལ་བ་འོག་མཁན་གྱི་ནང་མི། འཁོར། དེ་ནས་ཅིག་ཚོགས་པ། ཡུལ། རྒྱལ་ཁབ། མི་རིགས་དང་བཅས་པ་དེ་ལ་སྐྱིད་པོ་མེད་ར་དེ་འུ་མེད་ར་འོ་ད་ཅིག་འོང་ཅིག་ཡིན་ད་གང་ལྟར་འུ་དེ་དེ་ཚང་མ་ལྟ་བ་ཅིག་ནོར་ནོར་བུའི་རྒྱུ་མཚན་ལ་དེ་ནས་བྱུང་བྱ་ཡིན་ད་ལིང་གའི་ཐང་ལ།

ཕན་མི་ཐོགས་པ་རྣོ་རྒྱལ་གྱིས་དེ་ནི་ཅིག་ལུས། ངག། ཡིད་གསུམ་གྱི་སྒོ་ནས་ད་ལས་ཀ་བསམ་བློ་གཏོང་ཕྱོགས་ནོར་བ། འོ་དེ་ནོར་མཁན་དེ་ལ་ཡང་ཕྱིན་ཅི་ལོག་པའི་ལྟ་བ་ཟེར་གྱིན། ཡང་དག་པའི་ལྟ་བ་ཟེར་གྱིན་དེ་འཇིག་རྟེན་པ་དང་གནས་སྐབས་འཇིག་རྟེན་པ་ཐམས་ཅད་ལ་ཡང་གནོད་མི་བསྐྱལ་པ་འཇིག་རྟེན་པའི་ལམ་དང་མཐུན་པ། འདི་ནི་སེམས་ཅན་གཞན་ལ་ཕན་ཐོགས་པ་སེམས་ཅན་གཞན་ལ་གནོད་པ་མི་སྐྱེད་པའི་སྒོ་ནས་འདི་ནི་གཅིག་རང་བཞིན་གཉིས་ཀར་བདེ་བ་དང་ལྡན་པའི་སྒོ་ནས་ཚེ་འདི་ལ་ཡང་སྐྱིད་པོ། ཚེ་ཕྱི་མ་ལ་ཡང་འདི་ནི་དེའི་ཚུལ་རིམ་གཅིག་ཡང་དག་པའི་ལྟ་བ་ལ་བརྟེན་ནས་འདི་ནི་རིམ་པས་འདི་ནི་གཅིག་གི་གནས་སྐབས་ལྷ་དང་མིའི་ལུས་རྟེན་བཟང་པོའམ་འདི་ནི་རིམ་གྱིས་རིམ་གྱིས་ནི་སངས་རྒྱས་ལ་སོགས་པ་ནི་རྫོགས་སངས་རྒྱས་ཀྱི་གོ་འཕང་ཐོབ་ཐོས་ཀྱི་ནུས་པ་དངོས་འབྱུང།

ངག་གི་མི་དགེ་བ་བཞི་སྤོང། ཡིད་ཀྱི་མི་དགེ་བ་གསུམ་སྤོང་གི་སྒོ་ནས་འདོམས་པས་ལུས་ངག་ཡིད་གསུམ་གྱི་དགེ་བ་བཅུ་ཡི་ཚུལ་ཁྲིམས་འདི་བསྲུང། དེ་ལ་གང་མཐོ་ཐུགས་ཀྱི་ཉམས་ལེན་གྱིས་འོ་སྡིག་བྱས་པ་གསུམ་ཆོས་སྔོན་དུ་འོ་སྡིག་ཡིན། འོ་སྡིག་གི་སྟེང་ནས་ཉམས་ལེན་གྱིས་བ་ཟེར་ཡང་འོ་སྡིག་གི་སྟེང་ནས་ཚེ་འདི་ལ་རང་གིས་པ་རང་གི་ནང་མི་གིས་པ་འཁོར། དེ་ནི་ཚོགས་པ་གང་ལྟར། ཅེས་རྒྱལ་ཁབ་ཚང་མ་དེ་ལ་བརྟེན་ནས་སྐྱིད་པོ་ཡོང་རིགས་ཁོ་རང་ཡིན་ངེས་བྱུང་དེ་དེ་ངའི་གནས་ནས་མ་འདོར་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་ད་གལ་བ་བཅུ་ཡི་ཚུལ་ཁྲིམས་དེ་སྲུང་བ་ཟེར་བྱུང་ལ་གལ་བ་གཅིག་ཡི་ཚུལ་ཁྲིམས་དེ་ལ་བརྟེན་ནས་དེ་ནི་གཅིག་གི་ཚེ་འདི་ལ་ད་དེ་གྱི་ཡིན་པ་ཞིག་ཡིན་ཤག་ཤག་ཚེ་ཕྱི་མ་ལ་ཡང་ལྷ་དང་མིའི་གོ་འཕང་ཐོབ་བྱེད་ཀྱི་བརྟེན་རྒྱུ་ངོ་གཏོགས་དེ་གལ་བ་བཅུ་ཡི་ཚུལ་ཁྲིམས་དེ་ཡིན། དེ་ཡིན་པ་དང་དེ་ནས་ཕྱི་ནས་ལ་ས་དཔལ་ལྡན་ཟླ་བ་གྲགས་པས། མཐོ་རིས་དེ་ནས་ཚུལ་ཁྲིམས་ལས་གཞན་མེད་གསུངས་སོ། མཐོ་རིས་ན། མཐོ་རིས་ལྷ་ཡི་གོ་འཕང་དང་མི་ཡི་གོ་འཕང་ཅིག་ད་ཕྱིན་མ་ཐོབ་གོ་གོས་ཐོབ་མདོ་བོར་སྦྱོངས་ལ། དེ་ནི་ཚུལ་ཁྲིམས་ལའོ་གསུངས་གོས་ཅན་ཡིན། ཚུལ་ཁྲིམས་ཅན་ན། ལུས་ཡིད་མི་དགེ་བ་གསུམ་སྤོང་བའི་སྒོ་ནས་ཉམས་ལེན་གྱིས་ངག་གི་བརྫུན་ཕྲ་མ་ཚིག་རྩུབ་མི་བརྒྱབ་པ། གཞི་སྤངས་པའི་ཉམས་ལེན་བྱས། ཡིད་ཀྱི་བརྣབ་སེམས་གནོད་སེམས་ལོག་ལྟ། གསུམ་སྟེ་འདོམས་པས་ལུས་ངག་ཡིད་གསུམ་གྱི་དགེ་བ་བཅུའི་ཚུལ་ཁྲིམས་སླ་བོ་སྲུང་ནུས་པ་གསེར་འབྱུང་ལ། དེ་ལ་བརྟེན་ནས་ཁྱེད་རང་ཚོ་ང་རང་ཚོ་མིག་བཙུམ་གྱིས་ནི་ད་ང་སྐྱེ་བ་ཕྱི་མ་ལ་ཡང་མིན་ན་ལྷ་ཡང་མིན་ན་མིའི་སྐྱེ་བ་བཟང་པོ་ཅིག་ཐོབ་པ་ཡིན་ཤག་ཤག་རང་གི་ཐག་ཅི་ན་འོང་ཅི་ཡིན་ད་འདི་ཅི་ན་གསེར་འབྱུང་ལ། དཔེར་ན། འི་ཡི་ཞིང་ཁ་ནང་ལ་སྤིན་དགྲལ་བཏབ་པ་གསེར་འབྱུང་ལ་ཟླ་བ་གཅིག་གཉིས་སོང་ལ་སྤིན་དགྲལ་སྐྱེས་ཤག་ཤག་གི་འོ་ན་གི་ཧ་གོ་བ་མ་ནི་འི་འདི་འབྱུང་ལ། རྒྱུ། གལ་བ་ཚུལ་ཁྲིམས་ལའོ་སྲུང་བ་བ་དན་ལ་ཁོ་རང་གི་འབྲས་བུ་དེ་ཁོ་རང་ལྷ་དང་མིའི་གོ་འཕང་ཐོབ་ཤག་ཤག་ཡིན་ངེས་བྱུང་ཁ་གང་ཅི་ན་ཟེར་ཚུལ་ཁོ་རང་གི་རྒྱུ་ཁོ་རང་འུ་ཐུག་ད་བར་སོར་ནས་འབྲས་བུ་ཁོ་སྐྱེ་གིན་ཡིན་འདུག་ཨ་བས་ན་རྒྱུ་འུ་སྤི་འདྲལ་ད་བར་སོར་ནས་འབྲས་བུ་སྤི་འདྲལ་སྐྱེ་གིན་མ་གཏོགས་མ་སྐྱེ་སྐྱེ་གྱིན་ཟིན་རེ་བ་མེད་རེ་བྱུང། དེ་ཡིན་པའི་རྒྱུ་མཚན་གྱིས་ངས་མ་ནོར་བའི་ཆོས་ཁྱེད་ཀྱིས་འདང་ཆགས་ཀྱི་དུས་ཚོད་ལ་ལྟ་བ་འཇིག་རྟེན་མི་རྒྱ་ཁྱིམ་བར་དོ་གཅིག་གི་ཆོས་ཀྱི་འདང་གི་རྣམ་གཞག་ད་མང་པོ་ཅིག་ལ་མགོ་འཐོམས་ཀྱི་ངོ་རྟོགས་ཀྱི་ཆོས་དེ་བྱིན་ནས་ནམ་ད་ཧ་མ་གོ་བྱེད། དེ་ནས་ཅིག་དེ་ཡི་ཐབས་ལ་མགོ་འཐོམ་གྱིས་ནི་དེ་ནི་མི་བཟད་སོང་བ་སོར་བྱུང་ལ་ཡང་ཅིག་ཕྱོགས་གཅིག་ནས་ལག་མེད་བཅོམ་གང་ལྟར་ཆོས་མང་པོ་གྱིས་ད་ཛར་ཟུར་མང་པོ་གྱིས་མ་ཤེས་ན་མདོར་ན་དགེ་བ་བཅུའི་ཚུལ་ཁྲིམས་དེ། སྡིག་པ་བཅུ་སྤོང་དགེ་བ་བཅུ། ནི་ཅིག་ད་ད་ལའུ་ཧ་གོ་འོ་འདི་ལ་གང་ཐུབ་ཐུབ་ཅི་ཐུབ་ཐུབ་ཉི་མ་གཅིག་གི་ནང་ལ་ཟླ་བ་གཅིག་གི་ནང་ལ་མི་ཚེ་གཅིག་གི་ནང་ལ་གང་ཐུབ་ཐུབ་ཀྱི་ལུས་ངག་ཡིད་གསུམ་གྱི་དགེ་བ་བཅུ་དེ་གསུམ་གྱི་ཐབས་བཞི་སྟོང་དང་ཆོས་ངོ་ཐོག་འོ་འདི་ཡིན་ངེས་བྱུང། དེས་འདི་ངས་མ་ནས་བས། ཅིག། བསྐལ་བ་ཕྱི་མ་ལ་ཡང་ལྷ་མིའི་གོ་འཕང་ལ་འོ་ཆུ་ཐོབ་གོ་བསམ་པ་ཡིན་ན། དགེ་བ་བཅུའི་ཚུལ་ཁྲིམས་སྲུང་སྟངས་ཟིན་ན་འདི་ལས་ལྷག་པ་འོང་ཆེད་མ་ངའི་ད་ལྟའི་གནས་གནས་ཆུ་འདི་ངའི་གནས་གནས་མ་ང་ཡིན། ནི་ཅིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི། ནི་ཅིག་གསུང་སངས་ཡིན་ངེས་དེ་ཡིན་ད་ལྟའི་ངའི་དང་ལ་གནས་ཆུང་ལ། འོ་འོ་འདི་ཡིན་པའི་རྒྱུ་མཚན་གྱིས་ད་ད་ལྟའི་གཙོ་བོ་འདི་ནི་ཡིན་ཚུལ་ཁྲིམས། དགེ་བ་བཅུ་འདི་ལ་འོ་ཧ་གོ། གོ་ཐིག་གི་སྒོ་ནས་གསུང་དོན་ཅི་བྱུང་ལ། དེ་ནི་ཅིག། དེ་ལས་ད་ཅིག་རྒྱན་མང་པོ་ཅིག་མ་ཤེས་ན་ཡང་ཅིག་འོ་རང་ཅིག་འགྱོད་པ་དང་འོ་རང་ཅིག་དག་ཅིག་མ་བྱུང་སོང་བསམ་གོ་ཅི་མང་གེ་བ་བཅུའི་ཚུལ་ལུམ་དེ་གསུང་ཅིག་འདི་ད་དང་པོ་དེ་ཤེས་དགོས་བྱུང་ཤེས་པ་ས་ཤེས་པའི་སྒོ་ནས་དེ་ནི་ཉམས་ལེན་གྱི་གོ་ཅིག་འདི་གལ་ཆེ་པོ་ཡིན་བསམ་གྱི་འདུག་ད་འདི་དང་ལ་གི་དེ་ནི་ཅིག་ད་གེ་བ་རེ་རེའི་རྒྱུན་ད་དེ་ནི་སྲོག་གཅོད་སྤང་བ་ནི་མ་བྱིན་པ་ལེན་པར་སྤང་བ་སེང་གེ་སྟེ་གེ་བ་བཅུ་གི།